ང་ལ་བྱིའུ་ཆུང་མ་ག་བྱིན་ནི་ང་ལ་མ་ཡང་འགྲོ་ཡ་ཡོད་མ་རེད་ང་ཐོ་ར་འགྲོ་ཡ་གལ་ཡོད་མ་རེད་ང་ཕ་སི་ཏེ་བཞག། བུ་སྤྱི་པ་ལ་བསམ་བློ་བཏང་ནས། མི་ཕ་ཅོག་དང་ཨམ་ཅོག་ཡོད་མདོག་མ་ཆགས་པ་དུ་ཚོད་བརྒྱག་ནས་འགྲིག་གི་རེད་ཟེར་བ་ཡིན་བབ་ས་ཅི་ཡོད་ན། ད་ལྟ་ད་ཨ་མི་རི་ཀའི་གི་སྲིད་གཞུང་འགྱུར་བ་ཐེབས་འགྲོ་གི་ཡོད་རེད། ཨ་ཅོག་དབུ་མ་བཤད་དུས་སུ་སེམས་པ་རང་བཙན་བཤད་ཆོག་གི་མེད་པའི་བཟོ་ར་བྱེད། དམིགས་བསལ་འབྲེལ་གཏུག་པ་དེ་གོ་གནས་དེ Under Secretary གི་གོ་གནས་གང་ལ་བགོ་ཡག Assistant Secretary ལ་མ་ཕབ་པ་ཡིན་ན་ང་ཚོ་འགྲིག་གི་མེད་པ། གཞོན་ནུ་ཚོགས་པ་སོ་སོར་བྱིན་པ་ཡིན་ནས་ཚོགས་ཆེན་མ་འཚོགས་ན་མ་གཏོགས་སྤྱིར་ཚོགས་ཆེན་ཚོགས་ཚར་བའི་རྗེས་ལ་སྐུ་མདུན་མཇལ་ཁ་ཞུ་གི་རེད། ཁྱེད་རང་ཚོ་མ་འོངས་པར་རང་བཙན་འདོད་མཁན་ཡིན་དུས་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་དེ་སྒྲུབ་དགོས་རྟགས་བྱས་ནས་དེ་སྐབས་མང་པོ་ཕེབས་ཡོད་རེད། ང་ཚོའི་སྤྱི་ཚོགས་ནང་ལོ་ལེགས་བགྲོ་གླེང་མང་པོ་བྱུང་ཞག་མང་དུ་ཚོགས་པ་དང་སྤྱི་མཐུན་ཚོགས་པ་སུ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་མེད་དང་དེ་འདྲའི། རེད་བ། ཡིན་ནས་བབས་ས་མེད་པ་དེ་གསལ་པོ་ཞུ་རྒྱུ་རེད་ད། གངས་ལྗོངས་བོད་ཀྱི་ལྷ་སྐལ། ཕ་མཆོག་ཕྱག་ན་དཔལ་མོ། འཛམ་གླིང་ཞི་བདེའི་དེད་དཔོན། ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས་ནི་སྒོ་གསུམ་གུས་ཕྱག་སྔོན་དུ་བཏང་བའི་ཐང་ནས།

ལས་རྗེས་སུ་པ་ད་ཁོང་དྲུང་ཆེ་གནང་མྱོང་ངས་ཁོང་དང་དོན་གཅོད་གནང་མྱོང་ངས་ལས་རྗེས་སུ་པ་མང་པོ་ཅིག་དེ་ཕེབས་ཡོད་རེད་དེ་ནས་དེ་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་ལས་ཟུར་རྣམ་པ་ཨ་ནི་མི་མང་རྣམ་པ། ནིའུ་ཡོག་དང་ནིའུ་ཇེར་སི་གྱི་སློབ་ཕྲུག་རྣམ་པ་ཚང་མ་ལ་ཡང་ཨ་ནི་ངས་བཀའ་ཤག་སྐབས་བཅུ་དྲུག་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་ཐོག་མར་འཚམས་འདྲི་བསྟི་ལེ་ཞིང་ཞུ་ཡ་ཡིན། ད་ཐེངས་ཀྱི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་འཛུལ་བའི་གི་ཨ་ནི་དུས་སྟོན་དེ་ལ་ཡང་ཚུ་ཝཱ་ཤིང་ཏོན་ཏི་སི་ལ་ཡང་བཅར་དགོས་བྱུང་བ་རེད། ཨ་ནི་ཝཱ་ཤིང་ཏོན་ཏི་སི་ལ་བཅར་ཡ་དེ་གཙོ་བོ་དེ། ལྕམ་སྐུ་ནན་སི་པེ་ལོ་སི་མཆོག་དང་སྤྱི་ལོ་དགུ་བཅུ་རྒྱབ་བསྟུན་ནས་བྱས་རྗེས་ད་ལྟ་བར་དུ་རྩ་བའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་དད་པ་དམ་ཚིག་གཡོ་བ་མེད་པ་ཡོད་པ་དང། ཨ་ནི་ལྷག་པར་དུ་བོད་དོན་གྱི་ཆེད་དུ་ད་ལྟ་བར་དུ་ཨ་རིའི་གྲོས་ཚོགས་ནང་ལ་ཡང་ཐག་གཅོད་རེད་གྲོས་ཆོད་རེད། ཁྲིམས་ཡིག་གཏན་འབེབས་བྱས་རེད་དེ་གས་ཚང་མ་ལོག་ལི་ཡ་འགོ་ཁྲིད་གནང་ཡོད་རེད་ཨ་ནི་བོད་ལས་ཕྱི་བུད་གནང་ཡོད་རེད་ད་ནས་བཞིན་ཕྱི་ནས་རྡ་རམ་ས་ལ་ལས་ཨ་ནི་ཨ་རི་གྲོས་ཚོགས་འོ་མའི་གི་ཚོགས་གཙོ་བུད་མེད་ཚོགས་གཙོ་ཐེངས་དང་པོ་ཆགས་པའི་སྐབས་ལས་ད་ཚོགས་གཙོ་ལས་ཏོག་ཅིག་རྡ་རམ་ས་ལ་ལས་ཡག་བྱ་ཡག་ཐེངས་དང་པོ་ཆགས་གི་ཡོད་རེད་ཨ་ང་དེ་དོན་གཅོད་བྱས་པའི་སྐབས་རིག་ནས་ཡང་ཁོང། དམ་སྲི་ལ་ལས་ཡང་ཕལ་ཡང་གོ་སྐབས་བྱུང་བ་རེད། དེ་འདྲ་ཉེས་པའི་ཆ་ལས་ཡང་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Michael McCaul མཆོག་གིས་སྣེ་ཁྲིད་པའི་གྲོས་ཚོགས་ཁོངས་གཉིས་ཀྱི་འཐུས་མིའི་ཚོགས་ཆུང་གཅིག་དམ་སྲི་ལ་ལ་ཕེབས་པ་རེད། ད་ལོ་སྤྱི་ཟླ་དྲུག་པའི་ནང་ལོགས་ལས་ཡང་ཡ་དམ་སྲི་ལ་བཅའ་ཆེད་སྐུ་མདུན་མཇལ་བཅར་ཞུ་ཡ་མཚོན་བེད་ཀྱིས་བོད་དོན་ཐོག་ལ་རྒྱབ་སྐྱོར་མུ་མཐུད་ནས་གནང་གི་ཡོད་པས་སོང་ཙང་ཁོང་ལ་ཡང་ཆེ་བསྟོད་ཀྱི་ཆེད་དུ། རྩ་བའི་གཟེངས་བསྟོད་འདི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཕུལ་གྱི་ཡོད་དེ། བོད་མིའི་སྒྲིག་འཛུགས་ཚབ་བྱས་རྗེས་ཨེ་ང་འདུག་བྱས་ནས་བཅར་བ་ཡིན། དེ་ཡིན་པའི་སོང་ཙང་བྲམ་ཟེ་ལ་ལ་ཡང་དེ་མ་བྱུང་བ་རེད། དེ་དང་མཉམ་དུ་ད་ལྟའི་ཡོང་གི་ཡོད་པ་སོང་ཙང་ནིའུ་ཡོག་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ད་མ་ཡིན་ཅི་མི་ཅི་ཡོང་རོགས་བྱེད་ཟེར་ནས་ཡང་བཀའ་གནང་བ་རེད། དེ་མ་ཡོང་བྱས། ག་ལ་བྲིས་ན་ཡིན་ཞེས་གསོལ་ཚིགས་ཀྱིས་བཏང་གི་ཡོད་རེད་དེ། དངུལ་དེ་ནི་ཚང་མ་མི་མང་དངུལ་རེད། ད་དོ་དགོང་ཡིན་ནས་མི་མང་གི་དངུལ་དེ་ཡར་བསྡུ་ཡས་རེད་ཨེ་ན་ཞུ་ང། བུ་ལོན་འདྲི་ཡས་ལྟས་སུ་ཕན་གི་ཡོད་ན་བསམ་བྱས། ཨ་འདུག་ཞུ་མ་བཅག་པ་ཡིན། བཟོད་དོན་ནི་བཟོད་དོན་རང་རེད། ཞེ་ན། ད་ཡས་དང་དེ་ཚོ་མ་འདུག་ཕྱིས་ཡས་ང་ཚོ་ཕར་ཚུར་སྐད་བཤད་ཡས་གོ་སྐབས་ཡོད་མ་རེད་པ། དེ་ཡིན་དུས་ཨེ་ནི་ད་རིང་ནིའུ་ཡོག་ནིའུ་ཇོ་སི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ང་ཚོ་དེ་བཅག་ཡས་དང་སྟབས་བསྟུན་བྱས། ཨ་ནེ་སྤྱི་ནོར་ཁོང་སེང་ཆུང་མཆོག་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་ནས་ལོ་ངོ་གསུམ་སོ་ལྔ་འཁོར་བའི་ཨ་ནེ་དུས་སྟོན་དེ་ཡང་སྲུང་བརྩི་ཞུས་པ་དང་ཨ་ང་དེ་བཅའ་ཡག་གི་གོ་སྐབས་འདུག་ཆེན་ཆུང་པའི་སོང་ཙང་ཨ་ནེ་འདིས་གོ་སྐབས་གནང་བ་འདི་ལ་ཡ་གླིང་ལྷག་པ་ནས་ཐུགས་ཆེ་ཆེ་ནས་ཞུ་ཡ་ཡིན། ད་རིང་ངའི་ཞུ་ཡ་འདི་ཚོ་གསར་པ་ཞིག་ནས་གས་ཡོད་མ་རེད་ཡིན་ནས་དྲན་གསོའི་ཚུལ་དུ། སྤྱི་ནོར་ཁོང་སེང་ཆུང་མཆོག་སྤྱི་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་སྤྱི་ཟླ་བདུན་པའི་ད་ཕྱི་ཚེས་བརྩིས་པ་ཡིན་ན་སྤྱི་ཟླ་བདུན་པའི་ཚེས་དྲུག་ཡིན་ཡང་མདོ་སྨད་སྟག་འཚེར་ཡུལ་དུ་སྐུ་འཁྲུངས་པ་ནས་ཆེར་ཆེ། ཨན་དེ་ནས་བོད་རྒྱལ་ས་ལྷ་ས་ལ་ཡང་ཆིབས་བརྒྱུད་བསྐྱངས། སྤྱི་སྟོང་དགུ་བརྒྱ་བཞི་བཅུ་ཐམ་པའི་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཀྱི་ཉིན་མོ་དེ་ལ་ཡང་ཨ་ནེ་ས་ཁྲི་མངའ་གསོལ་ཞུས་གནང་ནས་ད་ད་ལོ་ལོ་བརྒྱད་ཅུ་གྱ་བཞི་ལོ་རྗེས་མ།

བོད་ནང་ལོགས་ལ་ཡང་བཙན་འཛུལ་བྱས་ནས། དེ་འབྲེལ་གྱི་ད་དུས་ཚོད་ཉག་དྲག་པོ་ཅིག་གི་སྐབས་ལ། ཨ་ནེ་ཆི་ནུ་ཧོང་སི་སྐྱབས་མགོན་ཆེན་པོ་མཆོག་གིས། བོད་ཀྱི་ཆོས་སྲིད་གཉིས་ཀྱི་མཛད་འགན་དེ་གཅིག་དང་དགུ་བརྒྱ་ལྔ་བཅུ་ཐམ་པའི་གི་ཕྱི་ཟླ་བཅུ་གཅིག་གི་ཚེས་བཅུ་བདུན་ཉིན་མོ་དེ་བཞེས་ནས་ད་ད་ལོ་ཟེར་བར་ད་ལོ་རྗེས་མ་ལོ་བདུན་ཅུ་དོན་ལྔ་འདུག་ཕྱིན་འཁོར་གྱི་ཡོད་རེད། ད་རྣམ་པ་ཚོ་མ་མཁྱེན་པ་ཡོང་མ་རེད། ཆི་ནུ་ཧོང་སི་སྐྱབས་མགོན་ཆེན་པོ་མཆོག་ལྔ་བཅུ་ང་གཉིས་ལོ་ནས་བྱས་ནས། གཅིག་བོད་ལ་ཡང་ལེགས་བཅོས་ལས་ཁུངས་ཚུགས་གནང་ནས་རྒྱུ་བ་དང་ཡང་གི་དགོངས་པ་ཆེན་པོ་ཞུ་འདོད་ནི་ཡོད་རྟེ་ཡིན་ནའི། རྒྱ་ནག་ཡང་སླེབས་ཚར་བའི་སོང་ཙང་རྒྱ་ནག་གི་དམག་དཔུང་ཡང་སླེབས་ཚར་བའི་སོང་ཙང་དགོངས་པ་ཇི་བཞིན་ད་འགྲུབ་ཐུབ་ཡོད་མ་རེད། ཨ་ནི་ལོ་བརྒྱའི་རིང་ག་ལ་ཡང་དོན་ཚན་བཅུ་བདུན་དུ་བ་ལ་ཡང་ནས་ཡང་གི་འབད་བརྩོན་གནང་ནས་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་གནང་བ་རེད། ལྔ་བཅུ་ང་བཞི་ལོར་ལས་ལྔ་བཅུ་ང་བཞི་གངས་ལྷམ་ལོར་ལས་རྒྱ་ནག་ལ་ཆིབས་བསྒྱུར་གནང་བ་རེད། དེའི་རྗེས་ལས་ལྔ་བཅུ་ང་དྲུག་ང་བདུན་ལོར་ལས་ཡང་རྒྱ་གར་ལ་ཆིབས་བསྒྱུར་གནང། ཡིན་ནའི་ད་རྒྱ་ནག་གུང་ཁྲན་དཔོན་རིགས་ཚོས་དོན་ཚན་བཅུ་བདུན་གྱི་ནང་དོན་ཚང་མ་ལ་རྩིས་མེད་རྡོག་རོལ་བཏང་བའི་རྒྱུ་མཚན་ལ་བརྟེན་ནས། རྒྱ་གར་མི་ཆེ་སྐུ་སོགས་ལས་དང། ཉེན་ཁ་ཆགས་ཆེ་བས་ནི་བཙན་བྱོལ་ནང་ལོ་ལ་དྭགས་ལྔ་བཅུ་ང་དགུ་ལ་གྱར་དགོས་བྱུང་རྗེས་ཕྱི་ཟླ་དགུ་བརྒྱ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་གསུམ་གསོལ་བྱེད་ཉིན་མོ་སྟེ་རྒྱ་གར་གྱི་ས་ཐོག་ལ་ཡང་ཞབས་སོར་འདུག་ཕྱིན་ནས་འཁོད་གནང་བ་རེད། ཉིན་ལྟར་གང་ལྟར་ཅིག་དཀའ་ངལ་ཆེན་པོ་ཅིག་གི་འོག་ལ་རེད་དེ། ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་བཞེས་ཕྱོགས་ནས་གསོ་སྤེལ་མི་སེར་གྱི་ཕུགས་རྒྱང་རིང་པོ། གཏིང་ཟབ་པོ། དེ་འདྲ་ཡིན་དུས་ད་ཕྱི་རྒྱལ་ལ་ཡང་ཐོག་མ་བཙན་བྱོལ་ལ་ཕེབས་ནས་ཕྱི་རྒྱལ་ལ་ཐོག་མ་ཆུ་བོའི་ནང་ཡོང་དེ་ཕྱི་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་དུ་བ་ད་ཉི་ཧོང་དང་ཨ་ནི་ཨེ་ཤི་ཡའི་རྒྱལ་ཁབ་ཁག་ཅིག་ཉིད་ལ་ཡང་དུག་ཆེན་འདི་འཕེལ་འགོ་བྱུང་བ་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོ་ལ་ཡང་ཐེངས་དང་པོ་ཕྱི་ནང་གོང་ས་སྐྱབས་མགོན་གཡུང་དྲུང་མཆོག་ཡོ་རོབ་ལ་ཡང་ཞབས་སོར་འཁོད། དེ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ལ་ཡང་ཨ་ནི་ཨ་མི་རི་ཀ་ལ་ཐེངས་དང་པོ་ཆི་ཝི་ན། Chivina། ནི་ཨ་མི་རི་ཀའི་ཀྱི་མི་མང་དང་མི་མང་དང་རྒྱའུ་རུམ་ཆི་པ་ར་ལ་ཡ་འབྲེལ་བ་དམ་ཟབ་ཞུ་བྱུང་རྗེས་དེ་ནས་ནི་ལོ་དུས་སུ་རུ་ཆི་དགུན་དུས་ཆི་ཝི་ན་ཡོད་རེད། ལོ་ག་ཤས་ནང་ལ་ཡང་ཐེངས་མ་གཉིས་གསུམ་དེ་འདྲའི་ཆི་ཝི་ན་བ་དེ་འདྲའི་བྱུང་ཡོད་རེད། དེ་འདྲའི་བྱུང་བ་ལ་བརྟེན་ནས་ཨ་ནི་ཨ་རིའི་ཀྱི་འགྲོ་སྟངས་ད་སྤྱི་སྟངས་ཨ་རི་དང་ང་ཚོའི་བར་འབྲེལ་བ་དེ་ལོ་རྒྱུས་རིང་པོ་ཡོད་རེད་ད་ངས་ད་རིང་དེ་ཞུ་མ་བྱས། གང་ལྟར། དེའུ་ཆེན་ཆི་ཡུན་ནང་ནི་ཨ་ནི་ཨ་མི་རི་ཀའི་གི་གྲོས་ཚོགས་དེ་དབང་ཆེན་པོ་དང་གནད་འགག་ཆེན་པོ་ཡོད་པ་དེ་ཚོས་གཟིགས་གནང་བ་རེད། རྒྱ་བཅུ་གྱ་བདུན་ལོ་ལ་ཡང་ཨ་ནི་ཨ་རི་གི་གྲོས་ཚོགས་ནང་དེ་དུས་ང་ཚོ་ངོ་བཞིན་པ་ཞིག་གྲ་ཡོང་མ་རེད་གྲོགས་པོ་ཞིག་གྲ་ཡོང་མ་རེད་གྲོས་ཚོགས་ཁོང་གཉིས་ཀ་བསྡོམས་པའི་གྲོས་ཚོགས་བཅུ་གྲངས་ཅིག་འཐུས་མི་བཅུ་གྲངས་ཅིག་ཨེ་ཡོད། དེ་འདྲའི་ཅིག་གི་ཡོད་དུས་པའི་སྐབས་ལ་ཡང་ཨ་ནི་ཏོམ་ལན་ཏྲོས་ཞུ་འོས་ཞུ་ཡ་རེད་ད་ཁོ་རང་ཨ་ནི་འགྲོ་བ་མིའི་ཐོབ་ཐང་གང་ནས་ཡ་དཔེ་མེད་ཞིག་དོ་སྣང་དང་ཤུགས་ཆེན་པོས་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན་ཞིག་མོད་སོང་ཙང་ཨ་ནི་ཁོང་གིས་ད་སྣེ་ཁྲིད་པའི་གི་ད་ལྟ Human Rights Caucus དེ་ལ་ཡ་ནི་སྤྱི་སྟོང་གོ་གྱ་བཞི་གྱ་བདུན་ལོ་ལ་ཨ་ནི་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གི་གི་ནང་དོན་ཐོག་མ་དེ། ཞི་བའི་དོན་ཚན་ལྔ་ཞེས་ནི། གྲོས་ཚོགས་ལ་ཀ་ན་ཡན་དང། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ལ། Strasbourg གྲོས་འཆར་ཞེས་ནི་དོན་ཚན་ལྔ་གནང་ནས་དོན་ཚན་ལྔ་པ་དེ་གིས་ནི་རྒྱས་བཤད་ཅིག་བསྐྱོན་གནང་ནས། ཡོ་རོབ་སྤྱི་མཐུན་གྱི་གྲོས་ཚོགས་ནི་སྐབས་དེ་དུས Strasbourg ལ་འཚོགས་པའི་སྐབས་དེ་ནི་སྐུ་མདུན་བཀའ་གནང་བྱས།

ཕྱི་ལོ་ཧོན་སི་ཅང་དབང་ཆུང་མཆོག་གི་མཚན་སྙན་གྲགས་མཛད་པ་དྲིས་ལན་བཟོ་དཔེ་མི་ཞིག་བརྒལ་བ་དང་ལྷན་དུ་ཨ་ནུའི་བོད་དོན་དྲིལ་བསྒྲགས་ཀྱི་ཤུགས་ཆེན་པོ་ཞུ་བཞིན་བྱས། ད་ད་རིང་གི་དུས་ཚོད་འདི་དང་སྟབས་བསྟུན་ཆེད་རྒྱལ་བའི་བཀའ་དྲིན་འདི་རྗེས་སུ་དྲན་དགོས་བ་དེ་ང་ཚོ་བོད་མི་ཞིག་གལ་ཆེན་པོ་རེད། ང་ཚོ་དེ་གའི་ཚང་མ་ལོག་སྟེ་བྲག་ཁོག་ཁོག་ཕྱིན་ནས་གནས་དེ་ཡང་དེ་གའི་ཚང་མ་ལོག་རྒྱ་བ་རུམ་བཅས་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བྱུང་ཞབས་པ་རེད་མ་གཏོགས་ད་ང་ཚོ་རེ་བ་དེ་ནི་མི་སྐྱེ་བོ་བོད་པ་ལ་ཐ་མལ་བ་ཚོས་དེ་འདྲའི་ཡོང་ཡ་གར་ཡོག་མ་རེད་དེ་ཡིན་དུས་དཔེ་ན་ང་སྦལ་རྐུ་བའི་ལུགས་བསམ་ལས་སྐྱེས་པ་རེད་སྦལ་རྐུ་བའི་ལུགས་བསམ་འདི་བོད་རྗེའི་གཞིས་ཆགས་ཀྱི་ནང་ནས་ཐོག་མ་དུ་ཆགས་ཀྱི་ཡོག་རེད་བྱུང་རབས་ནང་བལྟས་པ་ཡིན་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་མོ་འདས་སྦལ་རྐུ་བའི་ལུགས་བསམ་གྱི་སྐེམ་དང་པོ་འདི་མ་སླེབས་ཡོད། ལུག་བུ་ལ། ངོ་འདུག་བྱས་བྱས་ཨེ་ནས་གཞིས་ཆགས་གཅིག་གཉིས་འདུག་བྱས་ནས་ད་བོད་མིའི་ཟློས་གར་ཁག་བཙུགས་ཟློས་གར་ཁག་དེ་གའི་དེ་བཙུགས་བས་ཀྱི་དགོས་པ་འདི་ཚོ་ད་ཚང་མ་ལོག་ཆེན་ཆེན་པོ་རེད་འདི་ཚོ་བཙུགས་པའི་རྒྱུ་མཚན་ལ་བརྟེན་ནས་ད་བོད་པ་དེ་གའི་དེ་མཉམ་རུབ་བྱས་ཏེ་བོད་པའི་ཀྱི་སྐད་ཡིག་ཆོས་རིག་གཞུང་ཚང་མ་ལོག་སྲུང་སྐྱོབ་བྱས་ཀྱི་གོ་སྐབས་བསླབ་གྲྭ་དགོན་སྡེ་ཚང་མ་ལོག་རྒྱ་འོར་མི་ཆེ་གི་ཐུགས་བྱིན་རླབས་ཀྱི་འོག་ནས། འདུག་བཞིན་བཙུགས་ཡོད་རེད་དགོན་སྡེ་རེ་རེ་རེ་ལ་གཟིགས་པ་ཡིན་ན་གཞིས་ཆགས་རེ་རེ་རེ་ལ་གཟིགས་པ་ཡིན་ན་སྒྲིག་འཛུགས་རེ་རེ་རེ་ལ་གཟིགས་པ་ཡིན་ན་ཨ་རིའི་རྒྱ་རོམ་ཆོས་ཀྱི་ཞབས་མ་བཅག་པ་དང་བྱིན་གྱིས་མ་བརླབས་པ་དེ་ཡོག་མ་རེད། ང་ཚོའི་སྤྱི་ཚོགས་ཁོ་རང་བཙན་བྱོལ་སྤྱི་ཚོགས་ཟེར་ཡ་དེ་བྱུང་ཡ་དེ་རྒྱ་རོམ་ཆོས་ཐུགས་རྗེ་བཀའ་དྲིན་ཆེ། ད་བཙན་བྱོལ་སྤྱི་ཚོགས་དེ་ཡོད་པ་ཙམ་གྱིས་ཕན་གི་ཡོག་མ་རེད། ཁོ་ལ་ཡ། ཨ་ནི་ཅིག་འགྲོ་སྟངས་ཅིག་བཟོ་དགོས་ཀྱི་ཡོད་རེད་དེ་ཡིན་པས་སོང་ཙང། བཙན་བྱོལ་ནང་ལ་ཕེབས་ནས་ལོ་གཅིག་ཡས་འཁོར་དགོས་ཡོད་མ་རེད། གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་འདས། ནི་བོད་ག་ཡ་ལས་སྐབས་དེ་དུས། བོད་མདོ་དབུས་ཁམས་གསུམ་ནས་ཡོད་པའི་གི། ལས་ཀྱི་སྣེ་མོ་བ་དང་མང་ཚོགས་ག་ཚོད་ཐུག་ཐུག་ཅིག་འཛོམས་ནས་བཙན་བྱོལ་ནང་གླེང་ལོ་བཅས་འགྲོ་གི་ཡོག་མ་རེད་ཨ་ནི་སྐབས་དེ་དུས་ཚན་པ་རྒྱ་རོམ་ཆེ་དཀར་རྣམས་ནི་ད་མི་མང་གི་འོས་འདེམས་བྱས་པའི་ཨ་ནི་འགོ་ཁྲིད་དགུག་རེད་མང་གཙོའི་ལམ་སྲོལ་འགྲོ་དགུག་རེད་ཕྱིན་ནི་དཀར་ནའམ་རེད་ཨ་ནི་སྐབས་དེ་དུས་ང་ཚོ་བོད་པ་ཚོ་ཡིན་པ་ཡིན་ནས་ད་བོད་ཆོལ་ཁ་གསུམ་གི་བོད་མི་ཡོངས་རྫོགས་པའི་གི་ཨ་མནའ་གན་ཐུག་མོ་བྱས་ཕྱིན་ནི་ཅིག་བཞག་ནི

དམ་འབུལ་ཞུ་ཡག་ད་ཕྱི་ཟླ་དགུ་ཚེས་དྲུག་ཞེ་ཐམ་པའི་ཕྱི་ཟླ་དགུ་པའི་ཚེས་གཉིས་ཉིན་མོ་དེ་དམ་འབུལ་ཞུན་ད་ཟླ་ཡིན་པ་ཡིན་ནས་ང་ཚོ་ལོ་རྟག་པར་རེད་ཕྱི་ཟླ་དགུ་པའི་ཚེས་གཉིས་ཉིན་མོ་དེ་མང་གཙོ་དུས་ཆེན་ཞེས་ནས་སྲུང་བརྩི་ཞུ་ཡག་གི་ལམ་སྲོལ་འདུག་བྱིན་བརྟོད་གནང་བ་རེད་སྐུ་མདུན་གྱི་དགོངས་པ་འཕྲལ་ཕུགས་གཉིས་ཀ་གི་ཐོག་ནས་གྲ་སྒྲིག་གནང་ནས་ཕྱི་ཟླ་དགུ་ཚེས་དྲུག་ཅུ་རེ་གཅིག་ནས་བྱས་ནས་ཨ་ནེ་བོད་ཀྱི་རྩ་ཁྲིམས་ཆེད་ཟིན་བྲིས་སུ་བཟོ་འགོ་བཙུགས་ན་དྲུག་ཅུ་རེ་གཉིས་དུ་བ་ནས་ཕྱེས་ནས་ད་རྒྱ་གར་མཁས་པ་དེ་འདྲའི་ཐིར་ཁམ་དཱས་ཡ་ད་དེ་ཚོ་ནས་སློབ་སྟོན་ཞུས་ནས་དྲུག་ཅུ་རེ་གཉིས་ལོར་ཡ་ཡོངས་ཁྱབ་མ་མང་ཚོགས་སེ་ར་ན་མཁས་དབང་བཟོས་དགོངས་ཚུལ་བསྡུས་གནང་ནས་དྲུག་ཅུ་རེ་གསུམ་གྱི་སུམ་ཅུའི་དུས་དྲན་ཉིན་མོ་དེ་ལ་ཡང་སེ་ར་བསྐྱངས་པ་རེད། འདིའི། ད་མ་འོངས་བོད་ལ་ཡང་ང་ཚོ་ཕར་ལོག་པའི་སྐབས་ལ་ཨ་ནི་མང་གཙོའི་ལམ་སྲོལ་དང་མཐུན་པ་རྩ་ཁྲིམས་དང་མཐུན་པ་འོང་འདུག་ཟེར་ནས་གཞུང་འཛིན་སྐྱོང་བྱེད་ཡག་གི་དགོངས་པ་རྒྱ་ཆེན་པོ་ཅིག་བཞེས་གནང་ནས་འདུག་ཕྱིར་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་དེ་བ་ལ་ཡང་ད་ང་ཚོ་རིམ་པས་རིམ་པས་ཀྱི་བོད་མིའི་སྒྲིག་འཛུགས་ཀྱི་བཙན་བྱོལ་ནང་ལོགས་ལ་བོད་མིའི་སྒྲིག་འཛུགས་ཀྱི་འགྲོ་སྟངས་དེ་བཟོ་དགོས་ཀྱི་ཡོད་པས་སོང་ཙང་ཨ་ནི་བོད་ནང་ལོགས་ལ་སྔ་མོ་ཡོད་པའི་གི་གོ་གནས་དང་དེ་ཚོ་ཚང་མ་ལོགས་ཁུ་བསྡུ་གནང།

ཐོག་མ་དེ་བར་དུ་གསན་མྱོང་ཡོད་མེད་སུ་རོ་ཆོད་རེད། ཨེ་མང་གཙོའི་གི་འགྲོ་ལུགས་འགྲོ་སྟངས་དང་སྒྲིག་འཛུགས་ག་རེ་དགོས་ཀི་ཡོད་མེད་བྱེད་མཁན་དེ་ཚོ་ཤིང་གི་ཁོ་རང་ཡོད་མ་རེད་ལས་དོན་བྱེད་ཕྱོགས་གི་ཐོག་ནས་དཀའ་ངལ་རེད། བོད་མ་སྤྱི་འཐུས་ལྷན་ཚོགས་སུ་དམ་བཅའ་ཕུལ་བ་རེད་མ་ཕུལ་བ་ཙམ་གཅིག་མ་གཏོགས་རྗེས་ཀི་ལས་དོན་བྱེད་ཕྱོགས་གང་ནས་ཡང་སྤྱི་འཐུས་རྣམ་པ་ཚོ་འཛིན་སྐྱོང་མཉམ་དུ་མ་སྦྱར་ཆེ། ཉམས་མྱོང་ས་ཡ་ལ་ཡ་འདུག་ཆེན་ཟླ་གཅིག་དང་དགུ་བརྒྱ་དྲུག་ཅུ་རེ་དྲུག་བར་དུ་འདུག་ཆེན་ཕྱིན་པ་རེད་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོག་ལས་ཟླ་བདུན་ཅུ་བདུན་གྲངས་འདི་བར་ནང་ལོག་ལས་དཀའ་ངལ་མང་པོ་འཕྲད་ཡོད་རེད་ཆོལ་ཁ་གསུམ་བཤད་དང་ཆོས་བརྒྱུད་དཀའ་ངལ་དང་དེ་འདྲ་མང་པོ་ཅིག་འཕྲད་ཡོད་རེད་འདི་གའི་ཚང་མ་ལོག་ལས་ཡ་རྒྱག་རུང་ཆེ་གདོང་ལེན་གནང་བྱས་ན་བརྒྱ་ཅུ་བརྒྱ་གྲངས་ལས་མ་འཕེལ་ཡོད་འདུག་སྤྱི་འཐུས་སྐབས་བརྒྱད་པ་དགུ་བ་བ་སྤྱི་འཐུས་འོས་འདེམས་བྱས་ལས་དཀའ་ངལ་འགྲོ་བ་ཞིག་འཕྲད་ཆེད་ཡིད་བཞིན་ཡིད་འཇེས་གནང་བའི་གནས་ཚུལ་དེ་འདྲ་བྱུང། བརྒྱ་བཅུ་གྱ་བརྒྱད་དུ་བ་ཕྱི་ནས་ནི་རྒྱག་རུམ་བྱེད་དཀའ་སྣང་བྱེད་དཀའ། མང་གཙོའི་འགྲོ་ལུགས་དེ་ལ་འགྱུར་བ་ཞིག་གཏང་དགོས་ཀྱི་འདུག་བཙན་བྱོལ་གྱི་དངོས་ཡོད་གནས་སྟངས་དང་མཐུན་པའི་གི་འགྱུར་བ་གཏང་དགོས་ཀྱི་ཡོད་པ་དེ་དེ་ནས་མ་རིམ་པས་རིམ་པས་དཀའ་སྣང་ནི་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ། སྤྱི་ཟླ་ལྔ་བའི་ནང་ལ་ཡང་ཨ་ནི་དམིགས་བསལ་ཚོགས་ཆེན་ཚུགས་ན། དམིགས་བསལ་ཚོགས་ཆེན་ཚོགས་ནང་ནི་བར་བརྒལ་བཀའ་ཤག་ཅིག་བདམས། ཨ་ནི་མ་འོངས་བོད་ཀྱི་ག་ས་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་བས་བཙུགས་གནང་བྱས་འདུག་བྱས་ནས། ཨ་ནི་སྐབས་དེ་དུས་ཚན་པ་ལྟར་གྲོས་གཞི་ག་ཤེད་ཅིག་རེད། སྲིད་བློན་གྱི་གོ་གནས་ཅིག་སྒུག་གི་ཡོད་དམ་མེད་ཤེས་ཡ། གྲོས་ཚོགས་གོང་འོག་སྒུག་གི་ཡོད་དམ་མེད་ཤེས་ཡ། དེ་ནས་ཆབ་སྲིད་ཚོགས་པ་དགོས་ཀྱི་ཡོད་དམ་མེད། ཨ་རིའི་སྤྱི་འཐུས་ཀྱི་གྲངས་ཀ་མང་དུ་གཏང་དགོས་ཀྱི་ཡོད་དམ་མེད་དེ་འདྲའི་གི་སྒང་ནས་ཡང་ད་འཇོ་ཤི་ཤི་ང་གཅིག་གི་སྐུ་མདུན་བཀའ་གནང་ཆེད་དམིགས་བསལ་ཚོགས་ཆེན་ཚོགས་ཚོགས་ཨ་གཞན་པ་ཚང་མ་ལོ་ན་ང་ཚོ་མོས་མཐུན་བྱུང་ཐུག་ཡོང་མ་རེད་སྤྱི་འཐུས་ཀྱི་གྲངས་ཀ་པར་ཡ་དེ་གང་ལ་མོས་མཐུན་བྱུང་དེ་ནས་དགུ་བཅུ་གོ་གཅིག་ལོ་ལ་ད་སྤྱི་འཐུས་ཀྱི་འོས་འདེམས་འོས་འདེམས་འོས་འདེམས་བྱས་ནི་ཨ་ནི། བཅའ་ཁྲིམས་གཏན་འབེབས་ཀྱི་ཚོགས་ཆུང་རེ་དང་སྤྱི་འཐུས་ལྷན་ཚོགས་རེ་ཆགས་པ་རེད། ཨིན་ཇིའི་ནང་ལ་ཡང Constituent Assemblies བྱས་ནས་ཨིན་ནི་སློབ་དཔོན་ཟམ་གདོང་རིན་པོ་ཆེའི་ཚོགས་གཙོ་གནང། པདྨ་བདེ་ཆེན་ལགས་དང་ཨ་འབྲུག་ཆོས་སྐྱིད་ལགས་ཚོགས་གཞོན་གནང་བྱས་ཨིན་ནི་བཅའ་ཁྲིམས་གཏན་འབེབས་གནང། བཅའ་ཁྲིམས་གཏན་འབེབས་གནང་པའི་རྗེས་ལ་ཨིན་ནི་སྐབས་བཅུ་གཅིག་གི་སྤྱི་འཐུས་དེ་གའི་མུ་མཐུད་ནས་ཕྱག་ལས་གནང་ཡ་དང་འདུག་བྱས་ནས་བོད་མང་སྤྱི་འཐུས་ལྷན་ཚོགས་དེ་ཁྲིམས་བཟོ་ལྷན་ཚོགས་མིང་དོན་མཚུངས་པ་ཅིག་འདུག་བཞིན་བསྐྲུན་གནང་བ་རེད། སྐབས་དེ་དུས་སྐད་ཆ་མང་པོ་བྱུང་ཡོད་རེད་ད་ཁྲིམས་དང་སྒྲིག་གཞི་མང་པོ་ཟོས་དུས་རྐང་པ་དང་ལག་པ་ཚང་མ་བསྡམ་གི་འདུག་ཟེར་ནས་བཀའ་མོལ་དེ་འདྲའི་མང་པོ་བྱུང་ཡོད་རེད། གང་ལྟར་མང་གཙོའི་ལམ་སྲོལ་ཕྱིན་པ་ཡིན་ན་ཁྲིམས་དང་སྒྲིག་གཞི་གཞི་བཟུང་འགྲོ་དགོས་ཀྱི་ཡོད་རེད་མ་གཏོགས་ཅི་གི་ཨ་ནི་ཁོ་འགྲོ་ས་ལང་ཀ་བཞིན་པ་ཡོད་མ་རེད་ང་འདྲ་བོ་བྱིན་པ་ཡིན་ན་སྤྱི་སྟོང་དགུ་བཅུ་དགུ་ཅུ་དགུ་དྲུག་ལོ་ལ་ཡར་ཐང་སྤྱི་འཐུས་ནང་ལ་ཐོག་མ་འདུག་བཞིན་སླེབས་པ་ཡིན་དེ་ནས་ཉིས་སྟོང་གཅིག་ད་སྐབས་བཅུ་གཉིས་པའི་སྤྱི་འཐུས་ཀྱི་མཇུག་དེ། སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་མ་བཀའ་ཕེབས་རྗེས། ད། བཀའ་བློན། འོས་འདེམས་བྱེད་སྟངས་སུ་སྐོར་ཡག་རྒྱུགས་གཞི་བཏང་དགོས་ཀྱི་འདུག་ཕྱི་ནས་བཀའ་ཕེབས་ང་ཚོ་གྲོས་ཚོགས་ནང་ལ་བགྲོ་གླེང་མང་པོ་ཅིག་བྱུང་བ་རེད། བགྲོ་གླེང་མང་པོ་བྱུང་རྗེས་བསྐྱར་བཅོས་ཅིག་རིམ་པ་གཅིག་ཕྱིན་པ་རེད་བསྐྱར་བཅོས་རིམ་པ་གཅིག་ཕྱིན་རྗེས་སྐུ་མདུན་ནས་ཡང་སྤྱན་བསྟར་ཞུ་བའི་སྐབས་དེ་ཡང་ཡང་བསྐྱར་མ་བཀའ་ཕེབས་ནས། ད་ང། མི་ཚེ་གང་ཙམ་འདས་ཀྱི་མ་རེད་ད་ང་ཉི་མ་གཅིག་ཤི་འགྲོ་གི་རེད། དེ་ཡིན་དུས་ཚན་པ་ད་ལྟ་ནས་གྲ་སྒྲིག་བྱས་ཏེ་གལ་ཆེན་པོ་རེད་ཨ་ནི། འགྱུར་བ་བཏང་པའི་ཞོར་རེད་ད་འགྱུར་བ་དེ་ཤུགས་ཆེ་ཞིག་བཏང་ཤག་ན་ཞེས་ནས་ཨ་ནི། བཀའ་བློན་ཁྲི་པ་དེ་མི་མང་གི་འོས་འདེམས་བྱེད་ཡག་གི་དེའི་སྐོར་དེ་སྐུ་མདུན་བཀའ་ཕེབས་པ་ན་བཞིན་བྱས་ནས་ཨ་ནི་ང་ཚོ་བཅའ་ཁྲིམས་བསྐྱར་བཅོས་བྱེད་ཨ་ནི། བཀའ་ཤག་སྐབས་བཅུ་བཅུ་པའི་གི་ད་བཀའ་བློན་ཁྲི་པ་སློབ་ཡོན་ཟམ་དུར་མོ་ཆེ་མི་མང་གི་ཐད་ཀར་འོས་འདེམས་གནང་ནི། ཨ་ནི་རིན་པོ་ཆེ་གི་ཁྱད་ཡོན་རེད་རིན་པོ་ཆེ་གི་ཉམས་མྱོང་རེད། དེ་ཚོ་མང་པོ་ཅིག་ད་གྲོས་ཚོགས་ལས་ལམ་སྟོན་གནང་ཡོད་རེད་བཅའ་ཁྲིམས་གཏན་འབེབས་བྱེད་ཡ་ནས་བྱས་ནས་གྲོས་ཚོགས་ཀྱི་འགྲོ་ལུགས་ཆ་ཚང་ཅིག་ང་ཚོའི་མང་གཙོའི་གི་པ་ལགས་སུ་རུབ་སྟེ། སློབ་དཔོན་ཟམ་གདོང་རིན་པོ་ཆེ་སུ་རུ་ཆགས་བསྡད་ཡོད་རེད་ད་སྐུ་མདུན་གྱི་བཀའ་དགོངས་གཞིར་བཟུང་བྱས་བྱས། ཨ་ནི་དེ་ནས་འཛིན་སྐྱོང་ནང་ལ་ཡ་རིན་པོ་ཆེ་གི་ལོ་བཅུ། སྣེ་ཁྲིད་གནང་ནས་འཛིན་སྐྱོང་གི་འགྲོ་ལུགས་འགྲོ་སྟངས་སུ་གང་ལེགས་རིམ་བཞིན་སྤེལ་མི་སྲིད་ཐུགས་འགན་ཆེན་པོ་བཞེས་གནང་ཡོད་རེད་ང་རང་འདྲ་བོ་ཕྱིན་པ་ཡིན་ནས་ད་ལྟ་ལྟས་ཤིག་ཉམས་མྱོང་ཡོད་བསྡད་པ་དེ་ཚོ་ངས་རིན་པོ་ཆེ་ལ་ཙམ་ཙམ་ཞུ་གི་ཡོད་རིན་པོ་ཆེས་ང་ཚོ་ལ་འཛིན་གྲྭ་ལྟར་ཁྲིད་མྱོང་ཡོང་མ་རེད་མ་གཏོགས་ཅིག་རིན་པོ་ཆེ་གི་ཕྱག་ལས་གནང་སྟངས་དང་དགོངས་པ་བཞེས་སྟངས་དང་དེ་ཚོ་ལ་ལྟས་བྱས་ང་ཚོས་སློབ་སྦྱོང་འགྲོ་བྱེད་ཕྲན་བུ་ཅིག་རག་བྱས་ད་ལྟའི་ལྟས་བྱས་ལས་ཀ་ལྟས་བྱས་ཐུག་ཡས་དེ་ཚོ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་དང། ཨ་ནེ་སློབ་དཔོན་ཟམ་གདོང་རིན་པོ་ཆེ་གི་ཕྱག་ལས་གནང་སྟངས་དང་དེ་ཚོ་ལ་ཡང་ཅིག་ད་རིན་པོ་ཆེ་ཁོང་ཚོ་རྗེས་ཟིན་མེད་ད་ཡོག་མ་རེད་ཡིན་ནའི་ག་ཚོད་ཐུབ་ཐུབ་ཅིག་སོ་སོའི་ངོས་ནས་ཅིག་ཤེས་ཡག་གི་འབད་བརྩོན་འདྲ་བོ་བྱས་བྱས་ཨ་ནེ་ད་ད་ལྟ་འགན་དེ་འདྲའི་ཁྱི་ཐུག་ཡག་གི་གནས་བབ་དེ་ཡང་ཁོང་རྣམ་པ་ཚོའི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད། དེ་ནས་ཉིས་སྟོང་བཅུ་གཅིག་ནས་བྱས་ནས་ཅི་ནང་ཁོང་ས་སྐྱང་པོ་བྱུང་ཆོག་ད་དེ་དུས་ང་སྤྱི་འཐུས་ཚོགས་གཙོ་རེད། དེ་སྔའི་འདི་བ་ནས་ཉིས་སྟོང་བཅུ་གསུམ་འདི་བ་ནས་ཕྱིན་ནས་ད་འདི། འགྱོ་བོ་ཆེན་པོ་ཅིག་བཏང་གནང་ཡག་གི་སྟ་གོན་སུ་རོ་ཅི་ལ། སྔའི་མ་འདི་བ་ཡིན་ན་སྤྱི་འཐུས་ཚོགས་གཙོ་འདུག་ཅི་ནང་ཁོང་ས་སྐྱང་པོ་བྱུང་ཆོག་ཕྱི་རྒྱལ་དུ་བ་ཕག་ཚོས་ཕྱི་བཞུད་གནང་བའི་སྐབས་ལ་ཡང། ལྷན་འཇགས་ཞུ་ཡག་གོ་སྐབས་དེ་འདྲ་ཡོང་མ་རེད། འཛིན་སྐྱོང་ངོས་ནས་སྐབས་སྐབས་སྐུ་མདུན་བཀའ་འབྲེལ་གྱི་ཐོག་ནས་བཅའ་ཡི་དེ་འདྲ་ཡོང་གི་ཡོད་རེད་མ་གཏོགས་ཉིས་སྟོང་བཅུ་ལ་ཡང་ང་ཚོགས་གཙོ་ཡིན་པའི་སྐབས་དེ་སློབ་དཔོན་ཟམ་གདོང་རིན་པོ་ཆེ་བཀའ་བློན་ཁྲི་པ་རེད། རིན་པོ་ཆེ་དང་ང་གཉིས་ཀ་ཡོ་རོབ་ལས་བཀའ་འབྲེལ་གྱི་ཐོག་ནས་ཕྱོགས་སུ་ཕྱིན་ནས་བཀའ་གནང་བ་རེད། དེ་དུས་ཨ་མི་རི་ཀ་ལས་ནིའུ་ཡོག་ལས་དུ་ཕྱིན་ནས་དགུན་དུས་ལྷན་རྒྱས་བཅའ་བྱས་ད་དེ་དུས་གྲ་སྒྲིག་གནང་གི་འདུག་ཨ་ཨ་ལེ་ཕྱིའི་མི་གི་སོ་སོའི་གི་ག་སོང་ང་མང་གཙོའི་འགྲོ་ལུགས་ནང་བཞིན་བྱས་ནི་ཨན་སྤྱི་ཚོགས་ནང་ལོག་ལ་མི་མང་གི་འོས་འདེམས་བྱེད་པའི་གི་གོ་སྒྲིག་འཛུ་ལེ་ཡི་རྗེས་སླེབས་ཡ་ངན་ལེ་ཡ་ཨ་ལེ་བོད་པའི་སྤྱི་ཚོགས་ནང་ལོག་ལེ་ཡ་དེ་ཡི་རྗེས་སླེབས་དགོས་ཡ་ཅིག་ཨན་དེ་ནས་ཨན་ཕྱི་ནས་རྒྱབ་སྐྱོར་ཐོབ་དགོས་ཡ་དེ་གཉིས་ཀ་དགོས་པ་ལ་ཟིན་ནི་ཨ་ཨ་ལེ་འདུག་བྱས་ནི་ད་ངོ་སྤྲོད་གནང། སྡོང་དེ་འདྲའི་ཆེན་ཉིས་སྟོང་བཅུ་གཅིག་དེའི་སྐབས་དེ་སུམ་བཅུའི་དུས་དྲན་གྱི་གསུང་བཤད་ནང་ལ་ཡང་ད་སྐུ་དབང་ཆ་ཚང་ཅིག་འཛིན་སྐྱོང་དང་ཆབ་སྲིད་སྐུ་དབང་ཆ་ཚང་ཅིག་མི་མང་གི་འོས་འདེམས་བྱས་པའི་འགོ་ཁྲིད་ཚོ་ལ་ཡང་རྩིས་སྤྲོད་གནང་ཡང་སྐབས་ཕལ་པ་གཞི་བཟུང་བྱས་ནས། གཙོ་བོ་སློབ་དཔོན་ཟམ་གདོང་རིན་པོ་ཆེ་ཡག་རེད་ངས་ཚོགས་གཙོའི་མིང་འདྲ་པོ་ཅིག་གིས་བྱས་ང་ཚོ་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་དུ་བཙུགས་འདུག་བྱས་ནས་བཅའ་ཁྲིམས་བསྐྱར་བཅོས་བྱས་རྗེས། འཛིན་སྐྱོང་དང་ཆབ་སྲིད་ཀྱི་ལས་དོན་གཙོ་བོ་དེ་དག་མི་མང་གི་འོས་འདེམས་བྱ་བའི་འགན་ཁྱེར་དགོས་ཡ་དེ་འདྲའི་ཐོག་ལ་ཡ་དཀའ་ངལ་གནང་ནས་ད་ག་འདར། ཐོག་མ་དབུ་བཙུགས་པ་ནས་ཕྱེས་ནས་ད་ད་ལྟ་བར་དུ་ཆ་ཚང་ཅིག་ང་ཚོ་མང་གཙོའི་གི་འཕེལ་རིམ་གི་བརྒྱུད་རིམ་ཡོངས་སུ་རྫོགས་པ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྟེང་ནས་མ་གཤམ་ལ་བཀའ་གནང་ནས་ཨ་ནི་བསྒྲུབས་བཞག་པ་ཅིག་འདུག་ཕྱིན་ཆགས་བསྡད་ཀྱི་ཡོད་རེད། ངས་མ་ངེས་ཞུས་བྱུང་དེ་དུས་ང། ཚོགས་གཙོ་རེད། ཨ་ནི། བཀའ་བློན་ཁྲི་པ་འོས་འདེམས་བྱས་ཚར་ཟིན་རེད་དེ་དུས་བློ་བཟང་སེང་གེ་ལ་བདམས་གནང་ཡས་པ་རེད་ཨ་ནི་ང་ཚོ་བོད་ཀྱི་ཨ་རིའི་གྲོས་ཚོགས་ལ་བཅར་པའི་སྐབས་ལ། ཚོགས་ཆུང་ལྔ་ཞིག་གི་ཚོགས་གཙོ་འདུག་དེ་དུས་ལྕམ་སྐུ་ནན་སེ་པི་ལོ་སི་ཡོད་རེད། ཡེ་ནས་དེ་དུས་ཨ་རིའི་གི་གྲོས་ཚོགས་འོག་མའི་ཚོགས་གཙོ་དེ་ཇོན་བཱི་ནཱ་རེད། དེ་དུས་ཚན་པ་སྐུ་མདུན་གྱིས་ང་ཉིད་གཉིས། ཨ་ནི་སྐུ་མདུན་གྱི་ཕྱག་ནས་ཇུས་ནང་ནས་འདུག་ཕྱིན་འཁྲིད་གནང་བྱས། ཨ་ནི་བྷེ་གྷལ་ལའི་ཁོང་ཚོ་ལས་གསུངས་པ་རེད Today I brought two new people གསུངས་རེད་འདུག་བྱས་ནས་ཨ་ནི་ང་ཚོའི་བེད་ངོ་སྤྲོད་གནང་བྱས་ཨ་ནི་ཁོ་ཚོ་འགོ་ཁྲིད་ཚོ་ལ་ཡིན་ནས་ཁོ་རང་ཚོར་རོགས་པ་བྱས་ཨཱས་བྱས་ནས་བེད་ནན་པོ་ཞུ་ཅིག་བཀའ་གནང་སོང་དེ་དུས་ཟེར་མ་ལེ་ཨ་ནི་ཞོ་གས་དེ་གསུང་གི་འདུག་བཀའ་གནང་གི་འདུག་མང་གཙོའི་སྐོར་དྲི་བ་འདི་འདྲ་སླེབས་པ་ཡིན་ན་ཁྱང་ལན་རྒྱབ་ཨ་གསུང་གི་འདུག་ང་ལ་འདི་ག་ན་ཆབ་སྲིད་འཛུགས་སྐོར་སླེབས་ན་ཁྱང་ལན་རྒྱག་བཞིན་ནས་བློ་བཟང་སེང་གེ་ལགས་ལ་ཟིན་ནི་འདུག་བཞིན་ནི་བཀའ་གནང་སོང། གྲོས་ཚོགས་དེ་ཚོགས་ཆུང་གི་ཚོགས་གཙོ་ཅིག་ཕལ་ཆེ་ད་ལྟ་འདུག་བལྟས་ན་ཕལ་ཆེ་ཨི་ལེ་ནེ་ཡ་རོས་ལེ་ཏི་ནན་མན་འགྲོ་བསམ་བསམ་འདྲ་བ་ཞིག་འདུག་ད་དེ་དུས་དྲན་གི་མི་འདུག་ང་ཞིག་ད་ཤེས་ཀྱི་ཡོད་མ་རེད་པ། འདུ་བྱེད་དུས་གཅིག་གི་སྐད་ཆ་དེ་ཁྱེད་རང་ཚོ་མང་གཙོའི་གི་ཨ་ནི་འཕེལ་རིམ་དང་འགྱུར་བ་འདི་ག་དེ་རྒྱག་རུམ་བྱས་དགོངས་པ་ཞིག་སོང་བྱས་ནས་དུས་ཚོད་ཐུང་ཐུང་ཅིག་ནང་ལོག་ལ་གཞི་འཇམ་པོ་ཞུ་ཅིག་བྱས་ཐུབ་སོང་ཨ་བྱས་ནས་ཁོ་རང་དེ་འདྲས་གསུངས་སོ་ཨ་ནི་ཞོ་གས་ལན་བཀའ་གནང་ཡོད་པས་སོང་ཙང་ད་མང་གཙོ་དང་འབྲེལ་བ་ཡིན་པས་སོང་ཙང་ཨ་ནི་ངས་ལན་ཞིག་རྒྱག་པ་བྱས་ཨ་ང་ཚོ་ཁྱེད་རང་ཚོ་ཕྱི་ལོག་ནས་གཟིགས་ངེས་དེ་ལས་ལྷ་ཐོག་ཧབ་རེ་གཟིགས་ཡོད་རེད་ཡིན་ནས་ང་ཚོ་ང་དེ་གྲོས་ཚོགས་ཚོགས་གཙོ་ཡིན་པ་དང་ཨ་ནི་བོད་མང་སྤྱི་འཐུས་ལྷན་ཚོགས་དེ་ད་ཁྲིམས་གཏན་འབེབས་བྱེད་མཁན་ཆགས་ཀྱི་ཡོད་དུས་བསམ་པ། ང་ཚོ་པས་དཀའ་ངལ་བྱུང་སོང། ཕྱོགས་གཅིག་ནས་རྒྱ་བོར་རུམ་ཆེ་གི་ཐུགས་ཐག་ཆེ་པོ་ཞུ་བ་ཅིག་གི་དགོངས་པའི་བཀའ་ན་ཅིག་མ་གནང་ཡོང། ཕྱོགས་གཞན་པ་གཅིག་ནས་བོད་ནང་ལོགས་ནས་རེད་བོད་ཕྱི་ལོགས་ལ་ཡ་ཚང་མ་ལོག་ད་རྒྱ་བོར་རུམ་ཆེ་གི་སྐུ་དབང་རྩིས་སྤྲོད་མ་གནང་རོགས་གནང་ཕྱིན་ནས་འབོད་སྐུལ་ཤུགས་ཆེན་པོ་ཅིག་ཞུ་བ་ཞུ་ཡོང་དུས་ཨ་ནི་གྲོས་ཚོགས་ངོས་ནས་དཀའ་ངལ་ཁྲལ་བཟོ་ཟེར་ཞུས་པའི་སྐབས་དེ་ནི་སྐུ་མདུན་གྱི་ཕྱག་གཡས་པ་ནས་ངའི་ལག་པ་གཡོན་མ་དེ་འཇུས་བྱས་བཀག་གནང་སོང། Sometimes very stubborn ཏཱ་ལའི་བླ་མ་ཞེས་ཁོ་ཚོ་ལ་ཡང་དུ་བཞིན་གསུངས་ནས་གང་ལྟར་སྐབས་རེ་མི་མང་གི་འདོད་པ་མེད་པ་ཡིན་ནས། དབུ་ཁྲིད་ཀྱི་ངོས་ནས་དུས་ཀྱི་དགོས་མཁོ་གཟིགས་པ་ཡིན་ན་དགོས་དབང་ཅིག་གི་ཐོག་ནས། མང་དག་འགྱུར་བ་འདི་འདྲ་ཅིག་བཏང་ན། དུས་ཚོད་ཏག་ཏག་རེད་ཤག་རིང་པོ་རེད་ཤག་བྱས་ནས་དགོངས་ནས་ཨ་ནི་དཀར་ནག་ཆེད་ད་ག་འདྲ་སྐབས་རེ་མི་མང་གི་འདོད་པ་མེད་པ་ཡིན་ནས་ཨ་ནི་འདུག་བྱས་ནས་ད་འགྱུར་བ་བཏང་པ་ཆགས་བསྡད་ཀྱི་ཡོད་རེད་དེ། བཙན་བྱོལ་སྤྱི་ཚོགས་གཞན་པ་སུ་གཅིག་ཡོང་མ་ད་ང་སྲིད་སྐྱོང་བྱས་རྗེས་ལོ་གསུམ་ཕྱེད་ཀ་ལྷག་སུ་འགྲོ་གི་འདུག་འཛམ་བུ་གླིང་མང་པོ་ཞིག་སྐོར་བརྒྱབ་ཡིན་རྒྱལ་ཁབ་ཉིས་རྩ་བདུན་ལྷག་ནང་ཕྱིན་ཚར་བ་རེད་བཙན་བྱོལ་སྤྱི་ཚོགས་གཞན་པའི་མི་མང་པོ་ཞུགས་ཀྱི་ཐུག་གི་ཡོད་རེད། ཕུ་དུས་ཚང་པ་ང་ཚོའི་ནང་བཞིན་ཅིག་ང་ཚོའི་བཙན་བྱོལ་སྤྱི་ཚོགས་ནི་བཙན་བྱོལ་སྤྱི་ཚོགས་གཞན་མ་མི་འབོར་མང་པོ་ཞོ་དུ་ནས་ཡོད་ར་ས་ཡ་ཡོད་ང་དེ་ར་ཡོད་རེད་ཡིན་པ་ཡིན་ནའི། བཙན་བྱོལ་གཞན་དང་མ་འདྲ་བ་ཅིག་མང་གཙོའི་སྒྲིག་འཛུགས་ཆ་ལག་ཚང་བ་ཅིག་ཡོད་བསྡད་པ་འདི་ད་ང་ཚོ་བོད་པ་གཅིག་གོང་མ་དུ་ཡོད་མ་རེད། འདི་ད་ལྟ་ཁྱང་ཚོ་ངའི་སྒྲུང་ཞུ་བའི་ན་བཞིན་བྱས་ནས། དགོངས་པ་ཅིག་བཞེས་གནང་བ་ཡིན་ན་ས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པར་བཙན་བྱོལ་ལ་ཕེབས་པ་ནས་བྱས་རྗེས་ད་ད་ལྟ་བར་དུ་ལོ་དྲུག་ཅུ་རེ་ལྔ་རེ་ལྔ་ལས་ཡག་ཨ་ནི་སྐུ་མདུན་གྱིས་ཨ་ལས་མང་གཙོ་དགོས་འགྲོ་ལུགས་གཅིག་པོ་ད་འདི་འདྲིའི་གི་རྒྱུ་མཚན་ལ་བརྟེན་ནས་ད་ང་འདྲ་བོ་ཡིན་ནས་མི་ཕེབས་པ་ཅིག་རོ། བསོད་ནམས་པའི་སྦུག་ཅིག་ཨེ་ནི། ཡང་ཅིག། འཛིན་སྐྱོང་གི་འགན་འཁྱེར་ཐུ་ཡ་ལ་སླེབས་ཐུ་ཡ་དེ་རྒྱ་གོར་མོ་ཆེ་ཐུགས་རྗེ་བཀའ་དྲིན་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་རྣམ་པ་ཚོས་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ནས་གྲོས་ཚོགས་ལ་ཕེབས་ཐུ་ཡ་དེ་རྒྱ་གོར་མོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རེད། འཛིན་སྐྱོང་གི་འགྲོ་སྟངས་དང་དེ་གས་ཚང་མ་ལོ། ག་འདིར་རྒྱ་གོར་མོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཡོང་དེ་གི་ཡོད་དུས་ང་ཚོ་མང་གཙོའི་འཕེལ་རིམ་གི་ཐོག་ནས་ཡིན་པ་ཡིན་ནས་ཨ་ནི་སྐུ་མདུན་གི་ཐག། མཛད་པ་འཕྲིན་ལས་ཞུ་དགོས་ཡིན་ན་ཞུ་ཚ་ཡས་ཡོག་མ་རེད། ཧན་དེ་ཚོ་བཀའ་དྲིན་རྗེས་སུ་དྲན་དགོས་ཀྱི་རེད། ང་ཚོ་སྲིད་སྐྱོང་ཡིན་ནའི་རེད་བཀའ་བློན་རྣམ་པ་ཚོ་ཡིན་ནའི་རེད་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ནའི་རེད་གྲོས་ཚོགས་ནང་ལ་བཀའ་སློབ་བཀའ་མོལ་གནང་པའི་སྐབས་ལ། འདིའི་ཞབས་སྟེགས་དེ་རྒྱ་གར་རུམ་གྱི་བཀའ་དྲིན་ལ་བརྟེན་ནས་ཡོང་ཡིན་ད་བསམ་པ་དེ་རྒྱབ་ལོག་ལ་བསམ་བློའི་རྒྱབ་ལོག་ལ་ཡོད་ན། ཨ་ནི་ཕྱག་ལས་གནང་པའི་སྐབས་ལ་ཡིན་པ་ཡིན་ནའི་སྐུ་མདུན་གྱི་དགོངས་པ་དང་མཐུན་པ་ཅིག་འགྲོ་ཡ་ལི་ཡ་ཏན་ཏན་གྱིས་ཕན་ཐོགས་ཅིག་ཡོང་གི་རེད་བསམ་གྱི་འདུག་ད་ད་ལྟ་སྡེ་བ་གྲོས་ཚོགས་ནང་སླད་ཆེད་ང་ཞིབ་བོ་ཅིག་བརྗོད་དགོས་ཡོད་བསམ་བསམ་འདྲ་བོ་ཞིག་དྲན་པ་ཡིན། ད་དེ་ག་འདྲའི་ཡིན་མིན་སོ་སོར་དྲི་བ་ཡག་པོ་ཞིག་བཏང་ན་ཤིན་གི་རེད་པ། ང་དེ་སྲིད་སྐྱོང་གི་མིང་ཅིག་འཁྱེར་འདས་ཡོད་རེད་དེ་ང་ང་རང་འཇོན་ཡིན་བསམ་དུས་ནམ་ཡང་དྲན་གི་མེད། ད་ལྟ་ཕར་ཚུར་འགྲོ་བའི་སྐབས་ལ་ཡིན་པ་ཡིན་ནའི་ངས་ལབ་བསྡད་ཀྱི་ཡོད། ང་ཚོ་དེ་འབྲས་བུ་ཆུང་ཆུང་ཆུང་ཆུང་དེ་འདྲ་ཐོན་གྱི་ཡོད་པ་ཡིན་ནས་རྒྱ་བོད་རིན་པོ་ཆེ་གི་ས་བོན་བཏབ་བཏང་ཞེས་པ་འདི་གི་འབྲས་བུ་འདི་ད་ད་ནངས་ང་ཚོ་རྟོགས་གྱི་ཡོད་སོ་ར་ཅིག་རེད་མ་གཏོགས་ཅིག་གིས་ཕར་ཚུར་ཕྱིན་པའི་སྐབས་ལས་ཡང་ང་ཚོ་ལ་རོགས་བྱེད་མཁན་རེད་རྒྱབ་སྐྱོར་གནང་མཁན་དེ་གས་ཚང་མ་ལོག་རྒྱ་བོད་རིན་པོ་ཆེ་མཇལ་ཁ་ཞུ་མྱོང་ངས་རྒྱ་བོད་རིན་པོ་ཆེ་གི་གསུང་ཐོས་མྱོང་ངས། རྒྱ་བོར་མི་ཆེ་ལ་ཡང་དད་འདུན་ཡོད་ངེས་དེ་འདྲའི་ཤ་ཐག་ཅིག་ང་ཚོ་ལ་ད་ལྟ་ནས་མུ་མཐུད་ནས་རོགས་པ་བྱས་ནས་ང་ཚོ་འཛུགས་ཕྱིན་འཛམ་བུ་གླིང་སྐོར་རྒྱབ་འགྲོ་ཐུབ་ཀྱི་ཡོད་རེད་མ་གཏོགས་ཅིག་གིས་རྒྱ་བོར་མི་ཆེ་གི་མཛད་པ་འདི་འདྲའི་རྐྱང་མེད་ཅིག་ད་རིང་ང་ཚོ་གསར་བ་ས་རྐྱང་ཅིག་འགོ་བཙུགས་བྱས་འདུག་ཕྱིན་འགྲོ་དགོས་ཀྱི་ཡོད་ན་བ་ད་དཔོན་མེད་ས་ཁག་པོ་རེད་རང་བྱས་ཙང་ང་དེ་མི་གསོན་པོ་ཅིག་ཨ་ནི་སྐུ་མདུན་གྱི་བཀའ་དྲིན་རྒྱལ་སྤྱིའི་ནང་ལོགས་ལ་ཡང་མཛད་པ་རྐྱང་ཤར་བས་འདིས་གིས། ད་ལྟ་ང་ཚོའི་སྒྲིག་འཛུགས་འགོ་ཁྲིད་མཁན་ཚོ་ཡིན་ནས། ཕན་ཐོགས་ག་ཚོད་ཞུ་གི་ཡོད་མེད་དེ་ང་མི་གསོན་པོ་དཔང་པོ་ཡིན་ཕྱིར་ཞུ་གི་ཡོད། ད་ད་ལྟ་ཁྲ་ཁོག་ཁོག་བྱས་ནས་གནས་བསྡད་ཡ་དེ་ག་ཚང་མ་ལོག་འདུག་བྱས་ནས་བྱུང་བ་རེད། ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ནས། བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་རེད། བརྗོད་མི་དགོས་པ་རེད། བཙན་བྱོལ་ལ་ཕེབས་པ་ནས་ཆེད་རྗེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་བཞིའི་བར་དུ་རང་བཙན་རང་ལ་ཡང་འབད་བརྩོན་གནང་ནས་བཞུགས་པ་རེད། དེང་སང་བཀའ་སློབ་གནང་ཡས་ནང་ལོག་ལ་མཇལ་བ་ཡིན་ན། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ཙམ་ནས་དབུ་མའི་ལམ་འདི་སྐོར་ཐད་དགོངས་པ་བཞེས་མགོ་བཙུགས་པ་ཡིན་ཕྱིན་ནས་སྐུ་མདུན་བཀའ་གནང་གི་ཡོད་རེད། གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་བཞི་ནས་ཞུས་ཡོང་དུས། ནམ་རྒྱུན་ངས་མང་ཚོགས་ལ་ཞུ་གི་ཡོད། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་ཕྱིན་ནས་བདུན་ཅུ་དོན་དྲུག་བར་དུ་ཇི་ལྟར་བོད་ནང་ལ་ག་རེ་འགྲོ་བསྡད་ཡོད་རེད། རྒྱ་ནག་ཁྱོན་ཡོངས་ལ་ཡང་རིག་གནས་གསར་བརྗེ་དང། ཨ་ནི་བོད་ནང་ལོགས་ལ་ལྟ་ཅིག་དགོན་པ་གཏོར་བཤིག། གྲྭ་བཙུན་སྐྱ་ཕབ་ཡ། དེ་འདྲས་ཀྱིས་ལྟ། རྒྱ་ནག་གི་ལས་ངན་བཞི་བོ་དེ་འདྲས་བརྩམས་པའི་དུས་ཚོད་རེད། དེ་འདྲས་ཀྱི་དུས་ཚོད་ནང་བོད་ནས་ཚུ་མི་གཅིག་ཡོང་ཐུག་གི་ཡོད་མ་རེད་ད་གཅིག་ཡོང་ཐུག་གི་མ་རེད་ས་ཧམ་པ་ཡིན་འགྲོ་གཅིག་ཤི་ན་གཅིག་གཉིས་ཡོང་ཐུག་གི་ཡོད་རེད་ད་དཀོན། དགོངས་བདེ་སྲུང་བཀའ་ཟུར་དེ་བཞུགས་ཡོད་དུས་སྐབས་དེ་དུས་ཚོད་མ་མཁྱེན་གི་ཡོད་ནི་མ་རེད་ཞེ་མ་བོད་ནས་ཚུགས་ཡོང་ཐུགས་ངན་པད་མི་སེ་དཀོན་པོ་རེད་དེ་ནས་ཕ་བོད་ཏང་ཡག་གེ་ཁག་པོ་བཞུགས་ཅིག་དེ་འདྲི་ཅིག་གནས་སྟངས་གི་འོག་ནས་བོད་ཆང་ཅིག་གི་གནས་སྟངས་ཅིག་འོག་བོད་སེང་གེ་དེ་གནས་ཡོང་མི་ཡོང་ཟེར་ཡག་ཅིག་དེ་འདྲི་གི་གནས་སྟངས་ཅིག་གི་འོག་ནས་ནས་དགོངས་པ་བཞེས་ཤ་བ་ཅིག་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུ་མའི་ལམ་གི་དགོངས་པ་བཞེས་ཡོང་དུས་ཚང་མ་ལ་བོད་མདོ་དབུས་ཁམས་གསུམ་ཚང་མ་ལོག་ལེ་ཡ་ཨ་ནི་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་གྱི་དགོངས་པ་གཞན་རེ་མ་རྡོ་རྗེ་གི་བུ་ས་ཁུལ་བྱེ་བྲག་པ་གཅིག་གིས་བཤད་པ་ཡིན་ན་ཨ་ནི་ཡང་ལང་ཁ་ཁ་ཁ་བྱེད་ལ་འགྲོ་ཡ་གི་ཐབས་ཚུལ་ཡོད་མི་སྲིད་པ་དེ་ནི་ཡ་མར་བ་དེ་ཡིན་འདུག་དབུ་མའི་ལམ་གྱི་སྲིད་བྱུས་དེ་ཕུགས་རྒྱང་དངོས་ཡོད་ཀྱི་གནས་ཚུལ། མང་པོ་ཅིག་ལ་གཞི་བཞག་བོད་ནང་ལོགས་དངོས་ཡོད་གནས་ཚུལ་རྒྱ་ནག་གི་དངོས་ཡོད་གནས་ཚུལ་རྒྱལ་སྤྱིའི་ཁྱོན་གྱི་དངོས་ཡོད་གནས་ཚུལ་མང་པོ་ཅིག་ལ་གཞི་བཞག་ནས་འདུ་བྱས་ཨ་ནི་བརྒྱ་ཅུ་གྱ་བདུན་གྱ་བརྒྱད་ལ་ཞི་བའི་དོན་ཚན་ལྔ་དེ་བཏོན་གནང་འདོན་གནང་མཛད་པའི་རྗེས་ལ་ཐུགས་རེ་ཞུ་བར་བསྐྱོན་པ་རེད། རྒྱ་ནག་གི་ཡ་ལན་ཚད་ལྡན་ཅིག་གནང་མ་མྱོང་བ་བཞིན་ཐུགས་རེ་བསྐྱོན་པ་རེད་དེ་ནས་ད་གའི་བར་ཆད་དེ་འདྲའི་རྒྱུ་མཚན་ལ་བརྟེན་ནས། རྒྱ་ནག་གི་ཡ་ལན་མ་བྱུང་བ་རེད། ད་ངས་དྲན་གསོས་བྱས་པ་ཡིན་ན་ཕྱི་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོར་ཡཱ་ཡེལ་ཡུ་ནི་ཝེ་སི་ཏི་ལ་བཀའ་སློབ་གནང་བའི་ཆེད་སྐབས་ལ། ད་རྒྱ་ནག་གི་ཡ་ལན་ཚད་ལྡན་མ་བྱུང་བའི་རྒྱུ་མཚན་ལ་བརྟེན་ནས། ད་རིང་ནས་བཟུང་བས་ད་ངས་བརྙན་ལས་བཤད་བྱ་བའི་ཆ་རྐྱེན་འདི་གས་དེ་འགན་ཁེ་གུ་གུ་གུ་མེད་ད་ཟེར། ད་ངས་ཨིན་ཇིའི་ནང་ལ་ཁེ་ག་དེ་དུས་སོང་བས་ད་ངས་གསོལ་ཅོག་ཏུ་སྟོང་པ་ཡིན་ད་ཟེར་བ་འདུག་བྱས་ནས་བཀའ་གནང། དེ་ནས། དགུ་བཅུ་དགུ་བཞི་གི་སུམ་ཅུའི་དུས་དྲན་གྱི་གསུང་འཕྲིན་འདི་ནང་ལ་ཡོད་པ་ཡོད་དེའི་ནང་ལ་ཡང་ད་མ་འོངས་པའི་བོད་པའི་འཐབ་རྩོད་ཀྱི་ཁ་ཕྱོགས་དེ་ག་འདྲའི་ཞིག་འགྲོ་དགོས་ཀྱི་ཡོད་མེད་ཨ་ནི་མང་ཚོགས་ལ་ཡང་དགེ་ཞིག་འཁྲི་གི་ཡིན་ཞེས་ནི་འདུག་བྱས་ནས་ད་སྤྱི་ཚོགས་ནང་ལོགས་ལ་ང་ཚོ་རང་བཙན་དབུ་མ་རང་ཐག་རང་གཅོད་བདེན་པའི་དབུ་ཚུགས་ཟེར་ནས་འདམ་ག་བཞི་ཞིག་འདུག་ཅེས་བཏོན་ན་ཨ་ལེ་དང་པོ་ང་ཚོའི་མགོ་ཚོད་འོག་མ་རེད་ཡག་པོ་བྱས་ཨ་ནི་དེ་ནས་ང་འདྲ་བོ་བྱས་ན་སྤྱི་སྟོང་དགུ་བཅུ་དགུ་དྲུག་ལོ་ལ་ཡང་སྤྱི་འཐུས་ཆགས་པ་རེད་སྤྱི་འཐུས་ཆགས་ཚར་བ་དང་ང་ཚོ་སྒོ་ཤེ་རྒྱབ་རྗེས་ས་གནས་ལ་བཏང་བ་རེད་ང་དེ་དུས་ཀ་རྡོར་སྒང་ཚོང་ཆེན་པོ་ཡིན་སྤྱི་འཐུས་གཞན་པ་གཉིས་མཉམ་དུ་ཕྱིན་རྗེས་གཅིག་གིས་རང་བཙན་སྐོར་འགྲེལ་བཤད་རྒྱབ་གཅིག་གིས་དབུ་མ་སྐོར་འགྲེལ་བཤད་རྒྱབ་གཅིག་བདེན་པའི་ཨུ་ཚུགས་སྐོར་འགྲེལ་བཤད་རྒྱབ་གཅིག་རང་ཐག་རང་གཅོད་སྐོར་འགྲེལ་བཤད་རྒྱབ་བྱས་འདུག་ཕྱིན་ནས་འགྲོ་ཁ་བྱེད་པ་རེད་དེ་ཡིན་ན་ང་ཚོས་དེ་དུས་ཡག་པོ་ཞིག་ལ་མགོ་འཚོས་ཀྱི་མེད། དྲང་པོ་ཞུ་དགོས་རེད་བ། མགོ་ཚོས་ཀྱི་མེད་ད་གང་ཤེས་པ་དེ་གཅིག་བཤད་ནས་འགྲོ་བསྡད་པ་རེད་ཡིན་ནའི་འདིའི་རྗེས་ད་མང་མོས་འོས་བསྡུ་གི་ལས་རིམ་འདི་རྒྱུས་མང་བ་བྱས་བྱས་མི་མང་གི་བསམ་ཤོས་བསྡུས་པ་དེ་ག་རང་གི་ཐོག་ནས་བརྒྱ་ཆ་དྲུག་ཅུ་རེ་བཞི་དང་གྲངས་ཆུང་དྲུག་རེ་སྦྱིན་པ་ཡོད་ད་དྲུག་ཅུ་རེ་ལྔ་ཡིན་མིན་བྱེད་ཀྱི། སྤྱི་ནོར ྋསྐྱབས་མགོན་ཆུང་མཆོག་གིས་བོད་ནང་ལོག་དངུལ་གནས་སྟངས། ཨ་ནི་རྒྱ་ནག་གི་གནས་སྟངས། ཨ་ནི་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་འགྱུར་འགྲོས་ལ་གཞིས་པའི་སྤྱི་ནོར ྋསྐྱབས་མགོན་ཆུང་མཆོག་གིས་ག་རེ། དུ་དག་བཅོས་པ་ཡིན། ད་མི་མང་མང་ཆེ་བ་ཅིག་གིས་འདི་འདོད་པ་སྟོན་པས་སོང་ཙང། མང་མོས་འོས་བསྡུའི་ལས་རིམ་ལ་འགྲོ་དགོས་བྱུང་ཡོང་མ་རེད། མི་མང་གི་བསམ་ཤོག་བསྡུས་པའི་གྲུབ་འབྲས་དེ་ལ་བརྟེན་བྱས་ནས། ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་ཟླ་མགོ་བརྒྱད་དགུ་བཅུ་གོ་བདུན་ལོ་ལ་ཡང་ཚིག་ད་ག་རང་རེད། བོད་ནང་ལོག་གནས་སྟངས། རྒྱ་ནག་གི་གནས་སྟངས། རྒྱལ་སྤྱིའི་ཆབ་སྲིད་འགྱུར་འགྲོས་ལ་གཞིགས་པའི་ཕྱི་ནང་གོང་ས་ཆབ་མགོན་ཆེན་མོ་མཆོག་ག་རེ་ཐུགས་ཐག་གཅོད་པ་ཡིན་ནས་ད་ག་རང་ལ་ཤར་བསྐྱོད་བྱེད་ཀྱི་ཡིན་ཕྱི་ནས་བོད་མང་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་ཀྱིས་གཏན་ལ་ཕབ་ཨ་ནི་དེ་ནས་ཕྱི་ནང་གོང་ས་ཆབ་མགོན་ཆེན་མོ་མཆོག་གི་ད་དབུ་མའི་ལམ་ནས་ཡ། མུ་མཐུད་ནས་འཕེལ་ཡག་གི་དགོངས་པ། འདུག་བྱས་ནས་ད་ག་ད། དུས་ད་ལྟ་ཡིན་པ་ཡིན་ནས་ཨ་ནི་རྒྱ་བོར་མི་བྱེད་ཀྱི་འདི་ག་ལ་དགོངས་པ་བརྟན་པོ་ཡིན་པ་འདི་གསལ་བོ་གསལ་རྐྱང་རེད་དབུ་མའི་ལམ་གྱི་དགོངས་པ་ལ་ནོར་འཁྲུལ་གང་ཡང་ཡོག་མ་རེད་རང་ད་ཕ་ཆོག་ཡ་ལན་བྱེད་མཁན་གྱི་ཁ་བརྡའི་དེ་གས་དེ་གི་དེ་ལས་དང་ལེན་བྱས་མ་ད་མ་བྱས་དང་བདག་པོ་བརྒྱབ་མ་བརྒྱབ་དིལ་རག་ལས་གི་ཡོད་རེད་བྱས་ཙང་འཇམ་འཇམ་ངས་རྩེད་མོ་དང་མཉམ་དུ་ཞུ་དེ་གི་ཡོད་ད་ཁྱེད་རང་ཚོ་ལུང་པའི་ནང་ལ་ལུང་པ་གཞན་པ་དེ་འདྲས་འགྲོ་དུས་ལབ་གི་ཡོད་ཁྱེད་རང་ཚོ་ལུང་པའི་ནང་ལ་ཀླད་པའི་གཤག་བཅོས་བྱེད་མཁན་དེ་འདྲས་ཡག་པོ་དེ་འདྲས་ཡོད་ན་ཨ་ནི་ང་ཚོ་རྒྱ་ནག་འགོ་ཁྲིད་ཚོ་རེ་རེ་རེ་རེ་ཁྲིད་ཡོང་བྱས་ཀླད་པའི་གཤག་བཅོས་བྱས་བྱས་ཨ་ནི common sense བླུགས་བྱས་ཕ་བཏང་ཡག་རེད་བྱས། དེ་མ་གཏོགས་གོ་ཡ་ཡོག་མ་རེད་ཟེར་བོད་པའི་དཀའ་རྙོག་སེལ་གོ་གོ་ཡོད་ན་ད་སེལ་ཡ་ལས་ལྷ་ཤོད་དེ་ཆགས་བསྡད་ཀྱི་ཡོག་རེད་ཟེར་ནི། དེ་འདྲའི་ཡན་ཆད་ནས་ཞུ་བསྡད་ཀྱི་ཡོད་དེ་ཡིན་དུས། ད་དབུ་མའི་ལམ་གྱི་ཐབས་ལམ་བཏོན་ནས་འདི་ད་བཀའ་ཤག་མི་ཚང་མ་ལོག་གི་རྒྱ་གོར་མཇེ་དགོངས་པ་གཞི་བཟུང་བྱས་ནས་བསྒྲུབས་ནས་ཕེབས་ཡོག་རེད། བཀའ་ཤག་སྐབས་བཅུ་དྲུག་པ་ཡིན་པ་ཡིན་ནས། ཕྱི་ནང་ཁོངས་སུ་སྤྱང་མོ་ཆུང་མོ་ཚོགས་ཀྱི་ཆབ་སྲིད་ཀྱི་དགོངས་པ་ཡིན་ནས་རེད་འཛིན་སྐྱོང་ཡིན་ནས་རེད་སྤྱི་ཚོགས་བདེ་དོན་གྱི་དགོངས་པ་ག་རེ་ཡིན་པ་ཡིན་ནས་འདི་སྐད་དེ་ག་ཚོད་ཐུ་ཐུ་ཅིག་ང་རང་སྒེར་བཟོ་རོགས་བྱིན་པ་ཡིན་ནས་སྐུ་མདུན་གྱི་བཀའ་སློབ་དེ་ཡང་གསན་ཡང་གསན་ཉན་ཡང་གསན་ཡང་གསན་ཉན་བྱས་ཨ་ནི་གོ་བ་ཅིག་གླས་ཡོང་གི་འདུག་བ་ཐུ་བར་ཅིག་གླས་ཡོང་གི་འདུག་ད་འདིའི་ཐོག་ལ་སྐུ་མདུན་གྱི་དགོངས་པ་འདི་འདྲས་ཅིག་རེད་ཤག་བསམ་བྱས་ཨ་ནི་སོ་སོའི་ངེས་པ་རེ་བ་ཞིག་རྙེད་བྱས་ཨ་ནི་འདི་སྒང་ལ་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཨ་ནི་བཀའ་ཤག་སྐབས་བཅུ་དྲུག་པའི་གི་ཡར་སླེབས་པ་དང་ང་ཚོའི་ཐབས་ཇུས་ལ་འགྱུར་བ་ཕྲན་བུ་ཞིག་བཏང་བྱས་ཨ་ནི་དབུ་མ་ཞེས་དུས་ཚོད་འབར་བའི་རྟགས་ཀྱི་གཞུང་བྱས་དེ་རེད། ད་ལྟ་ངས་དེ་ཡང་དབུ་མ་གི་མཐའ་བཤད་ཡོང་དུས་ཚོད་འབར་མཐའ་འགའ་ཡག་གི་ཞིག་མེད། དབུ་མ་ཟེར་དུས་ཚོད་འབར་ཨ་ནི་མཐའ་ཡོད་དགོས་ཀྱི་རེད་མཐའ་མེད་པའི་གི་དབུ་མ་ཡོང་ཨ་ཡོང་མ་རེད་དེ་ཡིན་དུས་ཚོད་འབར་མཐའ་དེ་གའི་དེ་ལ་ངོས་འཛིན་ཅིག་མ་བྱུང་བ་ཡིན་ན་ཨ་ནི་དབུ་མ་ལ་རིན་ཐང་མེད་བ་དང་ནུས་པ་མེད་བ་ཅིག་ད་རང་བཞིན་རེད་བ་དེ་རྒྱུ་མཚན་བཞི་བོ་ཅིག་བལྟ་དགོས་དགོས་མེད་འདུག་དེ་ཡིན་དུས་ད་མཐའ་གཉིས་དེ། འགྲེལ་བཤད་མང་པོ་ཡོད་རེད་སློབ་དཔོན་ཟམ་གདོང་རིན་པོ་ཆེ་མཁས་དབང་རེད་ངས་མ་མཐའ་རྒྱས་དེ་འདྲའི་འགྲེལ་བཤད་སྐྱོན་གནང་ཡོད་རེད། ད་ང་ཚོ་འདི་མང་ཚོགས་ནང་ལོགས་ལ་ཨ་ལེ་ཞུ་གཅིག་འགྲེལ་བཤད་བརྒྱབ་བསྡད་པ་ཡིན་ན་ཨ་ལེ་ཆུང་ཚག་ཆུང་ཚག་ཡག་པོ་མགོ་མ་ཚོས་བྱས་ཨ་ལེ་ཆེན་པོ་ཞུ་དེ་ནས་འགྲེལ་བཤད་བརྒྱབ་བསྡད་པ་ཡིན་ན་མགོ་རྨོངས་ཡ་འདྲ་ཞིག་མེད་འགྲོ་བསམ་ད་ངས་འདི་ཚོ་ཞི་དྲག་འགྲེལ་བཤད་རྒྱག་གི་མེད་ཆབ་སྲིད་རང་གི་ངོ་བོ་ཐོག་ནས་བལྟས་ནས་མཐའ་གཅིག་འདི་ཨ་ནི་རྒྱ་ནག་གི་བཙན་འཛུལ་དང་དྲག་གནོན་འོག་གནས་བསྡད་པའི་གི་བོད་འདི་མཐའ་གཅིག་རེད་ད་འདི་གནས་སྐབས་ལ་མཐའ་གཞན་པ་འདི་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་ཡིན་པ་དེ་རེད། དེ་ཡིན་དུས་བསམ་པ། ཨ་ནི། རྒྱ་ནག་གཞུང་གི་ངོས་ནས་བོད་ཀྱི་ལོ་རྒྱུས་འཁྱོག་བཤད་བྱས་ན་འགྲིག་གི་མེད་པ་གནས་སྟངས་དེ་འཛམ་བུ་གླིང་ལ་གསལ་པོ་ཞུ་རྒྱུ་བཟོ་དགོས་བོ་རེད་རྒྱ་ནག་ཁོ་རང་ཚོ་ལས་གོ་བརྡ་ཅིག་སྤྲོད་དགོས་བོ་རེད་གཅིག་དེ་རེད་གཉིས་ནས་རྒྱལ་སྤྱིའི་སྤྱི་ཚོགས་ལ་ཡང་རྒྱ་ནག་གཞུང་གིས་དང་གནོན་ཤུགས་འོག་ནས་ནི་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཕྱིན་ནས་ནད་གསོ་ན་བཞིན་ཕྱིན་ནས་འབྲང་ཆུ་བས་ཀྱི་གནས་སྟངས་འདི་འགྲིག་གི་མེད་པ། བོད་ཀྱི་བྱུང་རབས་བལྟས་ཆས་ནི་ཐག་གཅོད་བྱེད་དགོས་ཀྱི་གནས་སྟངས་ཤིག་ཡིན་པ་འདི་ང་ཚོས་ཕར་འགྲེལ་བཤད་རྒྱབ་སྟེགས་ཀྱི་ཡོད་ད་དེང་སང་ང་ཕར་ཚུར་འགྲོ་དུས་སེམས་པ་འགྲེལ་བཤད་འདི་རྒྱབ་སྟེགས་ཀྱི་ཡོད་རེད། བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་རེད་ཕྱིན་ནས་ཁྱང་ཚོ་ལབ་བདེ་བ་ཡིན་ནས་རྒྱལ་སྤྱིའི་ཁྲིམས་དང་འགལ་གྱི་ཡོད་ད་ཕྱིན་ནས་ལབ་ཀྱི་ཡོད། ད་རྒས་ཀི་ཡོད་རེད་ཅིག་ཨོ་ལ་བས་ཕན་གི་མི་འདུག་ཨ་ག་འདྲེ་ཞིག་རྒས་ཀི་ཡོད་རེད་དེའི་འདྲེ་ཞིག་རྒྱག་པར་བ་དེ་ཡིན་དུས། ཐོག་མར། ལྔ་བཅུ་ཐམ་པའི་ལོ་ལ་བོད་ལ་བཙན་འཛུལ་བྱས་པའི་རྒྱུ་མཚན་གཅིག་བྱས་ལྔ་བཅུ་ང་གཅིག་ལ་དོན་ཚན་བཅུ་བདུན་དེ་ཡང། སྡིག་ར་དགོས་རེད་བ། སྡིག་ར་དང་བཙན་འཛུལ་གི་བར་ལས་ག་རེ་བྱས་པ་ཡིན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ནང་ལ་ནུས་མེད་རེད་དེ། དེ་ཡིན་དུས་ལོ་བདུན་ཅུ་དོན་བཞི་སྔོན་ལ་བོད་ལ་བྱུང་ཡོད་པ་དང་ད་ལྟ་ཡུ་ཀེ་རེན་ལ་བྱུང་བ་དེ་གཅིག་པ་གཅིག་རྐྱང་རེད་མ་གཏོགས་གཅིག་གི་དེ་ལས་ཁྱད་པར་ཡོག་མ་རེད་རེད་རྒྱལ་སྤྱིའི་ཁྲིམས་གཉིས་ཡོག་མ་རེད་རེད་དེའི་གཅིག་འགྲེལ་བཤད་རྒྱབ་དགོས་ཡོག་རེད། འགྲེལ་བཤད་གཉིས་པ་དེ་ཁྱེད་རང་ཚོས་ཕྱོགས་གཅིག་ནས་ཨ་རི་རྒྱ་ནག་གཞུང་གིས་བཤད་ལབ་པ་ནང་བཞིན་ཁྱོད་ཚོ་ནེ་ཙོ་ནང་བཞིན་བཤད་བསྡད་ཀྱི་འདུག་ཨ་བོད་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་རེད་ཞེས་ནས་བཤད་བསྡད་ཀྱི་འདུག་ཕྱོགས་གཞན་པ་གཅིག་ནས་ཡང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚབ་དང། ཨ་ནི་རྒྱ་ནག་གཞུང་པ་ར་ལ་ཡར་འབྲེལ་མོལ་རྒྱབ་སྐྱོར་ཡོད་ཟེར་ཏེ་བཤད་བསྡད་ཀྱི་ཡོད་རེད། ད་དེ་བསམ་བློ་ཡག་པོ་བཏང་གདའ་ས། ཁྱོད་རང་ཚོ་གི་འབྲེལ་མོལ་ཡོང་ཡ་ཞི་མོལ་ཡོང་ཡ་གི་རྨང་གཞི་ཁོ་རང་ཁྱོད་རང་ཚོ་གི་མེད་པ་བཟོ་གི་འདུག་ག་ས། བོད་ཀྱི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་དེ་ལ་ངོས་འཛིན་བྱེད་མེད་པ་ཡིན་ན། རྒྱ་ནག་གིས་ང་ཚོ་རྩ་ལ་སྐད་ཆ་བཤད་དགོས་ཡ་སྐད་ཆ་བཤད་ཁ་ཡོང་དགོས་ཡ་གི་རྒྱུ་མཚན་ཁོ་རང་མི་འདུག་ག་ཁར་སང་རྒྱལ་ཁབ་ཚང་མ་ལོག་གི་བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆགས་བཞིན་རེད་ཟེར་ལབ་བསྡད་ཀྱི་ཡོད་རེད་བ། བྱས་ཙང། ཞི་མོལ་གྱི་རྨང་གཞི་དེ་ཁྱོད་ཚོས་གཏོར་གི་འདུག་བྱས་རྗེས་ཁྱོད་ཚོ་འགལ་ཟླ་ཆགས་ཀྱི་འདུག་བྱས་ནས་ལབ་སྡད་ཀྱི་ཡོད། ཨ་ནི་གསུམ་པ་དེ་ལ། རྒྱ་ནག་གཞུང་གིས། བོད་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཆ་ཤས་རེད་བྱས་ནས་འཛམ་བུ་གླིང་གཞན་པ་ཚང་མར་ལབ་བཅུག་གི་ཡོད་རེད། ཨ་ནི། སོག་པོའི་སྐོར་ལ་བཤད་མཁན་ཡོད་མ་རེད་མན་ཇུའི་སྐོར་ལ་བཤད་མཁན་ཡོད་མ་རེད་ཤར་ཏུར་ཀི་སི་ཐན་སྐོར་ལ་བཤད་མཁན་ཡོད་མ་རེད་ག་རེ་བྱས་ནས་བོད་གཅིག་པོ་བཤད་བཅུག་གི་ཡོད་རེད་རྒྱལ་སྤྱིའི་སྤྱི་ཚོགས་ལ། དེ་ག་རེད་ཟེར་ན་རྒྱ་ནག་གཞུང་ཁོ་རང་ཚོས་ཀྱི་བོད་ལ་དབང་བསྒྱུར་བྱེད་ཡག་གི་ཁྲིམས་མཐུན་གནས་བབ་མེད་པ་དེ་ཤེས་ཀྱི་ཡོད་པས་སོང་ཙང་ཨ་ནི་རྒྱལ་སྤྱིའི་སྤྱི་ཚོགས་ནས་ཁྲིམས་མཐུན་ཡོང་ཡག་གི་ཐབས་ཤེས་བྱེད་བསྡད་ཀྱི་ཡོད་རེད། དེ་ཚོ་འགྲེལ་བཤད་བརྒྱབ་ནས་འགྲོ་བསྡད་ཀྱི་ཡོད་རེད།